ད་ལྟ་ཡང་གདེང་ཚོད་དང་རང་ཡོད་ཀྱི་ཞོལ་ཡིན་མུ་མཐུད་ནས་གནས་སྟབས་བསྐྱོན་གནང་རོགས་བྱེད་ད་ལྟ་མུ་མཐུད་ནས་ཕྱག་ལས་གནང་རོགས་བྱེད་འདི་ཞོལ་ཡིན་དེ་ནས་ངས་དེ་རིང་བཤད་པ་གཡུ་ལྟེ་བ་དེ་ང་གཅིག་སྙན་བཟང་ཞོལ་ཡིན་ད་ལྟ་སྙན་བཟང་མ་ཞུས་ངེས་ནས་ངས་འདི་ཞུ་དགོས་བསམ་སོང་ད་ལྟ་དེ་ངོ་ཚོས་གར་ཞོག་རེད་སྤྱི་འཐུས་གཅིག་ཀྱེ་ནེ་ཏ་སྤྱི་འཐུས་གཅིག་སྙན་མ་ངོ་ཚོས་འོས་འདེམས་སྐབས་ལ་བཀའ་མོལ་བྱུང་སོང་བསམ་སོང་ཨ།

ད་རེས་ན་འདིའི་ངོགས་ནས་མི་འབོ་མར་འགོ་ན་འགྲུག་རེད་འདིའི་ངོགས་ནས་མི་འབོ་གི་བཀའ་མོལ་གནང་ས་དེ་རྣམ་པ་ཚོ་ཕོན་ཆེན་རྒྱ་ལ་ཡིན་ན་དངོས་ནས་མེ་སོ་ཆུ་ཚོད་ཞུ་གོ་རེད་ཨ་ནི་བསྟན་ཆུ་མ་ལ་མེ་ནི་སོ་རེད་ཞུ་གོ་རེད་ཨ་ནི་རྣམ་པ་ཚོས་ཀྱི་མེ་ནི་སོ་ལོ་དང་མེ་སོ་ཆུ་ཚོད་སྐོར་བསྟན་དེ་མཁྱེན་གི་རེད་དེ་ཡིན་ནས་ང་ཚོ་འདས་ཀྲོང་ཀྲུག་མི་མང་གི་སྐུ་ལས་ག་ཚད་ག་ཚད་ཡོང་བའི་འདི་ཡང་དེ་འདྲའི་ཞིབ་ཕྲའི་མཁྱེན་མ་རོགས་འདིའི་ངོགས་ནས་ང་རོས་དེ་ལ་ལུང་པ་ཆེན་པོ་འདི་འདྲའི་རེད་ད་མང་པོ་མ་བྱུང་ནས་ཀྲོང་ཀྲོའི་སྤྱི་ཁོག་ལ་མ་བྱུང་བ་ནས་ཀན་ལི་ལ་བྱི་བའི་དེ་ད།

གང་ཡིན་ཟེར་ན་ང་ཚོ་དཀའ་ངལ་ཁྲི་སྟོང་བ་ནས་མི་གཅིག་བདག་པོ་བསྟེན་བ་ནས་མི་ཟེར་ན་གཅིག་འགྲིག་མ་རེད། ར་ལ། ཨ་ནི་སོ་སོ་ཡག་པོ་ཆགས་ཟེར་བ་མིའི་རོགས་པ་བྱེད་ན་དེ་འགྲིག་བ་ར་ལ། ཨ་ནི་དེ་སླད་ལས་ཀ་མེད་བ་བྱས། ཨ་ནི། རོགས་པ་བྱེད་ཀྱི་ལབ་ད་འདོད་རོགས་པ་ཡག་པོ་མ་བྱས་བ་བྱས། ཨ་ནི་གལ་ཤུགས་ཤིག་ཏུ་ཤུགས་པོ་ཏི་དཀའ་ངལ་ཤུགས་ཐེང་གི་དཔེ་མང་པོ་འདུག། འདི་གའི་དེའི་རྣམ་པ་ཚོ་དངོས་ནས་བཀོད་ཆེད་ཕ་གའི་བྲམ་ས་ལ་ལ་ཅིག་འབྲེལ་བ་གནང་ཡ་ན་རེད་ཤེས་རིག་ཡིན་ན་རེད་ག་རེ་ཡིན་ན་འབྲེལ་བ་གནང་ཡ་རེད་དེ་ལ་སྤྱི་མཐུན་ཚོགས་པ་དེ་ང་ཚོ་ཚོགས་པ་མང་པོ་ཞིག་རེད།

ཡིན་ནའི་ང་ཚོའི་ཉམས་མྱོང་གང་ཡོད་ཟེར་ན་འདི་གོ་གི་འདུག་གཟིགས་པའི་རྒྱུ་མཚན་དེ། ཨ་རིའི་མི་སེར་གྱིས་ཀན་ན་ཀྲའི་གཞུང་ལས་ཁུངས་བཅར་བྱས་ཨ་ནི་ཀན་ན་ཀྲ་ན་ཡོད་མཁན་བོད་རིགས་ཚོའི་ཆེད་དུ་ཡང་གནས་སྟངས་དེ་འདྲ་དེ་འདྲ་བྱེད་རོགས་ཞེས་ལབ་པ་ཡིན་ན། དཔེ་ཁག་པོ་རེད། ང་ལ་ཡང་ལྟ་ཕྱོགས་དེ་ཀན་ན་ཀྲའི་གཞུང་གིས་ང་ལ་ལྟ་ཕྱོགས་དེ Foreign Agent ཕྱིའི་ལུང་པ་གཅིག་འདི་འདྲའི་གི་གནད་འགག་ཐོག་ནས་ཀན་ནོ་རའི་གཞུང་གིས་བོད་དོན་དང་འབྲེལ་བ་ཡོད་པའི་ཐོག་ལ་ཡ་ཅིག་ད་ཁྲིམས་སྒྲིག་གཞི་ག་རེ་རུ་དངུལ་ག་རེ་ཐག་གཅོད་ཆོག་གི་ཡོད་ན་ཀན་ནོ་ར་རང་གི་བུད་མེད་ཅིག་སྤྱི་འཐུས་ཅིག་བྱུང་པ་ཡིན་ན་ཡ་ཞུས་པའི་གནས་ཁོ་ན་ཚོས་གི་གསན་དགོས་ཡ་དེ་ལ་ཡ་ཅིག་ཡ་རྒྱབ་དགོས་ཡ།

གཞོན་སྐྱེས་འདི་འདྲས་དེ་སླད་བྱས་དཀའ་ངལ་འཕྲད་འདི་འདྲས་ཡོད་མི་ཡིན་ན། ཡིན་གཅིག་མིན་གཅིག་སྤྱི་འཐུས་ཚོགས་པའི་ངོས་ནས། རེད་བ། འདི་སྐད་དེ་ལ་ཡང་ག་རེ་གནང་ཡས་འདུག། དགོངས་པ་བཞེས་དགོས་དེ་པད་མ་སེར་སྣས་ག་ཆེན་པོ་རེད། ང་ཚོའི་གི་འཐབ་རྩོད་ཀྱི་བརྒྱུད་རིམ་ནང་ལ་ཡང་གཅིག་ད་ནོར། རིན་ཐང་ཆེ་ཤོས་དེ་ང་ཚོ་མི་རྒྱ་འདི་རེད། བོད་མི་གཅིག་འཕྲོ་བརླག་ཕྱིན་དེ་ནས་ང་ཚོ་ལ་གྱོང་ཆེན་པོ་རེད། འདི་འབྲེལ་གྱི་ངོ་བོ་མཐོང་ནས། ཅིག། དེའི་གཞོན་སྐྱེས་ཅིག་དེ་སླད་ཆད་དཀའ་ངལ་འཕྲད་འགྲོ་ས་མེད། འདི་འདྲའི་ཡིན་པ་ཡིན་ན་ཅིག་གང་ཐུབ་ཐུབ་དེ་སྤྱི་མཐུན་ཚོགས་པའི་ངོས་ནས། ཅིག་རྒྱུན་ལས་ནང་ལ་ཡ་ཅིག་ལས་བྱེད་འཕར་མ་སྐུ་ཞག་བཅས་དགོས་ན་གནང་ཆེད་འབད་བརྩོན་གནང་དགོས་ཡས་དེ་གནད་འགག་ཆེན་པོ་ཅིག་དང་ལས་འགན་ཅིག་རེད་བསམ་པ་འདུག་ག་ས་ང་ཚོ་བོད་པའི་གི་སྒྲིག་འཛུགས་ཅིག་དང། སྤྱི་མཐུན་ཚོགས་པ་ཞིག་ཡིན་པའི་ཐོག་ནས་དེའི་ས་གནས་ཡོད་མཁན་བོད་པ་གཞོན་སྐྱེས་ག་འདྲ་བྱས་ནས་རྒན་གཞོན་ག་འདྲ་བྱས་ནས་འདི་ལ་ཡར་ཅིག་ཐ་རུག་པ་བྱེད་དགོས་མཐུན་འགྱུར་བྱ་དགོས་གང་ཐུབ་ཐུབ་བྱེད་དགོས་དེ་ང་ཚོ་རྒན་ཡོལ་བོད་པ་གཅིག་གིས་གཅིག་མ་འགྱོངས་སུས་བྱེད་རེད་བ། འདི་གཅིག་ཞུ་འདོད་བྱུང་གཉིས་པ་དེ་ལ་ཡར་ད་ལྟའི་གནས་ཚུལ་འདི་འདྲ་ཡིན་དུས་ག་ལ་ཡར་བར་དྷརྨ་སཱ་ལ་ལ་ཡར་འདི་འདྲའི་གི་ག་ནི་འདྲ་ནང་ལ་ཡར་གཞོན་སྐྱེས་མང་པོ་དཀའ་ངལ་འདི་འདྲ་འཕྲད་ཀྱི་ཡོད་པ་དེ་ག་དེ་ང་ཚོ་ཡར་སྙན་སར་ཞུ་དགོས་དེ། ཁྲུས་ཆོག་ཤོད་ཅིག་བྱས། དེ་ནས་ད་ལྟ་དེ་གའི་ཨ་ཕྲུག་ལགས་ཀྱིས་འདི་སོ་ཆ་འགྲེལ་ལག་དེབ་རེ་རེ་ཐོག་ནས་ཅིག་ད་ལྟ་ཆ་འགྲེལ་ལག་དེབ་ཀྱིས་ཅིག་བོད་རིམ་ནང་ནས་རིག་པ་སྣ་ཚོགས་འབྱོར་བ་རེད། ཁ་ཤས་ད་ལྟ་ལས་ཀ་ཡོད་པ་བྱས་ལས་ཀ་ཤོར་དཀའ་ངལ་འཕྲད་པ་ཡིན་ན་དེ་ཞུས་ས་མེད་མ་རེད་དེ་ཞུས་ས་ཡོད་རེད་ཡིན་གཅིག་མིན་གཅིག་སྤྱི་མཐུན་ཚོགས་པའི་རྒྱུའི་ཆེད་དོན་བཅོས་མ་སྙན་སང་ཞུས་པ་ཡིན་ན་ཨ་ནི་དེ་དོན་བཅོས་ནས་དཔལ་འབྱོར་ལས་ཁུངས་ལ་ཕ་སྙན་སང་ཞུས་བྱས་འདི་འདྲའི་ཐོག་ལས་དགོངས་བཞེས་གནང་བྱས་ཅིག།

ཕྱིས་སུ་དེ་ལ་ཡང་སྤུ་གུ་སར་བ་སྦྱོར་བ། དཀའ་ངལ་འཕྲད་བསྡད་པ་རོགས་པ་མ་མཆིས་པ་ང་ཚོ་མི་ཐོག་གཅིག་གི་མས་ན་འདི་ཞོལ་ཡིན། དམིགས་བསལ་གྱི་ཡིག་ཆ་དང་འབྲེལ་བའི་ཐོག་ནས། དཀའ་ངལ་འཕྲད་མཁན་ཚོ་ལ་ཡང་ངས་རྒྱུན་ལས་མི་སྤྱོད་ངག་བཞིན་གྱི་རེད། ངས་ཚོགས་གཙོའི་འགན་འཁྱེར་ནས་ག་བ་ལ་འགྲོ་དགོས་བྱུང་ནས་དུས་ཚོད་ག་དུས་སྟོན་དགོས་བྱུང་ནས། ལྷག་བསམ་རྣམ་པ་དག་གི་ཐོག་ནས་ཞབས་ཕྱི་ཞུ་བཞག་ཡོད་ཟེར་ན་འདི་ངས་སྤོབས་པ་མཐོ་པོའི་ངང་ནས་ཞུ་ཆོག། དེ་མ་ཚད་པའི་རྣམ་པ་ཚོ་མཁྱེན་གྱི་རེད། ང་ཚོའི་སྤྱི་ཚོགས་ནང་ལ་ཡང་ལས་ཀ་བྱེད་ཁག་འགྲོ་བའི་སྐབས་སུ་དཔེ་ཁག་པོ་ཞུ་རྣམ་པ་ཚོ་མཁྱེན་རྟོགས་བྱེད་དགོས། ང་ཚོའི་སྐབས་ལ་ཕྱིས་སུ་ད་ལྟ་གཞོན་སྐྱེས་མང་པོ་ཞུ་བྱེད་ཕེབས་ཡོད། ང་ཚོས་དེ་ལ་ཡང་སུད་སི་གཏང་ཡག་གི་བང་ཇི་བྲིས། དམིགས་ཡུལ་དང་པོ་དེ་ང་ཚོའི་ཤེས་ཡ་ལ་གསོལ་ཚིགས་ཞུ། ཡིན་ནས་མཉམ་དུ་ལ་ཡ Immigration Lawyer མཉམ་དུ་སྐད་ཆ་ཤོད། ད་ལྟ New New Comer Settlement གི་ཁོ་རང་ཚོ་མཉམ་དུ་ལ་སྐད་ཆ་ཤོད། ཅོག་ཙེ་བཙུགས Lawyer ཁྲིད་ཡོང། གཙོ་བོ་ང་ཚོའི་གི་མིང་དེ་གསོལ་ཚིགས་ལ་བཏགས་ནས་ལམ་སྟོན་མང་པོ་ཅིག་བྱས་རྗེས་ཀྱི་ང་ཚོའི་ཆབ་སྲིད་འགྲིག་ཡིན། མཐའ་མ་དེ་ལ་ང་ཚོའི་སྤྱི་ཚོགས་ནང་ལ་ག་རེ་བཤད་པ་རེད། བསོད་ནམས་གླང་དཀར་ཚོགས་གཙོ་ལྷ་འགོ་ཡར་ཁོ་བོར་གྱི་ཆེད་དུ་བྱས་པ་རེད་ལ། Cancel བཏང་ཡོད། བྱས་ཙང། ང་ཚོའི་སྤྱི་ཚོགས་ནང་ལ་ལྷག་བསམ་རྣམ་དག་བྱས་ནས་ལས་ཀ་བྱེད་ཁ་འགྲོ་དུས་ནམ་སང་དེ་ལ་ཡང་མིང་བཏགས་ལ། ད་ཁོའི་འོར་གྱི་ཆེད་དུ་བྱས་པ་རེད་བསམ་ནས་ང་ཚོ་ཕར་འགྱངས་བྱས་ཤིང། མ་འདུག་ཅིག་གིས་ང་ཚོའི་རྒྱུན་ལས་ངོས་ནས་སེམས་ཤུགས་མེད་པ་དང་དེ་ལས་དོ་སྣང་མ་སྤྲད་པར་རྩ་བ་ཉིད་ནས་མེད། དམིགས་བསལ་གྱིས་ད་ལྟ་ང་ཚོའི་གི་གཞོན་སྐྱེས་དང་འབྲེལ་བའི་ཐོག་ནས་ལས་དོན་བྱེད་པའི་སྐབས་སུ་དམིགས་སུ་བཀང་ནས་ཁོ་རང་ཚོ་གིས་ད་ལྟ་ཁམས་གསུམ་ལ་སོང་བ་ན་ཞིག་ཁོ་ཚོའི WhatsApp Group ནང་ལ་ཡང། ང་ཚོའི་གཞོན་སྐྱེས་ཆེད་དུ་འདི་འདྲས་བྱེད་ཀྱི་ཡོད་དམིགས་ཡུལ་འདི་འདྲས་སེམས་རྒྱུད་འཕེལ་རོགས་བྱེད་ལ་ནས་གང་གང་ཡོང་ཅི་ཡོང་གི་ཏང་ཐོ་ཡོད་ཀྱི་འབད་བརྩོན་བྱེད་ཀྱི་ཡོད་བྱས་ཙང་མཚམས་མཚམས་རྣམ་པ་ཚོ་དེ་གསུང་དུས་གསུང་བདེ་པོ་ཡོད་རེད་ལས་ཀ་བྱེད་པའི་སྐབས་སུ་བྱེད་བདེ་པོ་རང་མི་འདུག་ད་རྣམ་པ་ཚོ་གང་ཡིན་ཟེར་ན་ང་དེ་སྐུ་སྐྱ་ཁག་བསྡད་ནས་ལས་ཀ་བྱེད་ཀྱི་ཡོད་པ་ངེད་ཀྱི་ཚོགས་པ་དེ་ཤེས་ཀྱི་འདུག་ད་ད་ལྟ་རྣམ་པ་ཚོ་མང་པོ་ཞིག་ཁོང་ཚོས་གསུངས་སོང་བ་རྒན་གྲྭ་གྲྭ་ནི་སྤྱི་འཐུས་ཅིག་ཡིན་གྱི་མིན་གཅིག་གོ་ཡིན་གྱི་མིན་གཅིག་གོ། མ་འོངས་པ་ལ་ང་ཚོའི་ཀེ་ན་ར་ནས་ལང་གི་རེད་གླུ་བོར་བསྡད་ལ། སོ་སོའི་མི་སོ་སོ་ལ་སྨྲ་གླུ་ཨ་རི་ལི་ཀོབ་ལི་ཆིང་གི་གླུ་ཨ་ནི་སོ་སོ་དེ་གོ་ཡོད་ཟེར་ན་ཧར་ཚིག་རེད། ད་དེ་རིང་ང་ཚོ་ལོ་གསུམ་དང་ཕྱེད་ཀ་གི་རྗེས་ལ་ཡང་ཚེ་རྡོ་རྗེ་ལགས་དེ་ཁ་བསང་ནས་གསུངས་སོ། དེ་ཁོ་རང་དངོས་ཡོད་ནས་གསུངས་སོ། ངས་སོ་ན་ལང་ཀ་ལ་རྒྱབ་སྐྱོར་བྱས་མེད། གླུ་མེད། དེ་མ་ཚད་པའི་མི་མང་པོ་ལས་རྒྱུ་གུས་བྱིན་ཡིས་ཨ་རི་པའི་གླུ་ཡིས་གསུངས་སོ་བ་དེ་རེད། ཐང་ར་ཞིག་ང་ལངས་པའི་སྐབས་སུ་ཁམས་གསུམ་ལགས་ཀྱིས་ང་ལ་རྒྱབ་སྐྱོར་གནང་ཡོད་མ་རེད། ཨ་རིའི་མི་ལ་རྒྱུས་ལོན་བྱས་པ། འདི་འགྲིག་གི་འོ་དང། འདི་འགྲིག་གི་འོ། སོ་སོའི་རང་དབང་རེད་སོ་སོ་སོ་ལ་རྒྱབ་སྐྱོར་བྱས་ན་འགྲིག་གི་འོ། ད་སོ་སོའི་ངོས་ནས་སོ་སོའི་མི་ལངས་དུས་སྨ་ལུག་བྱས། ཨ་ནི་ཀེ་ན་ཀྲ་མི་ཡིན་གཅིག་མི་གཅིག་གོ་འདུག་ཀེ་ན་ཀྲ་མི་གི་ཁྲིམས་ཤིང་གི་རེད་གྲོས་ཚོགས་འཐུས་མི་ང་འདྲ་བོ་བྱས་ན། འདས་པའི་གི་ལོ་མང་པོ་ལས་ཀ་བྱེད་པའི་གི།

དེ་ལ་རྒྱབ་སྐྱོར་མ་བྱེད། ཁོ་ཤོར་བཅུག། ཨ་ང་ཚོ་འགོ་འདུག་འགོ་འདུག་ལབ་ན་ག་ཅི་ཡང་ཡོང་བ་ཡོད་མ་རེད་དེ་སོང་ཙང་དེ་ཡང་དངོས་ཡོད་ཀྱི་གནས་ཚུལ་ཡིན་རུང་ད་ནང་བཞིན་ད་ལྟ་གཞོན་སྐྱེས་ཚོ་ལ་ཡིན་ནའི་ང་ཚོའི་དངོས་གནས་མ་ཆེ་བ་མེད་མུ་མཐུད་ནས་བྱེད་ཀྱི་རེད། མ་འོངས་པ་གི་ཚོགས་གཙོ་རྒྱུན་ལས་ཡིན་ནའི་བྱེད་ཀྱི་རེད། ད་ལྟ་ང་ཚོ་འཁྱུར་འགྲོ་བའི་སྐབས་སུ་ང་ཚོས་ལམ་སྟོན་ཞུ་གི་ཡིན། དེ་འདྲའི་བྱེད་རེ་བྱ་ལབ་ཡིན་ནའི་ལྟ་འདི་ཆུ་དུས་ངན་གྱི་ཤིང་བལ་བྱས་པ་ཡིན་ན། དང་ལྡན་གྱི། གཞོན་སྐྱེས་གསར་པ་ལེགས་སྐྱོ། དཀའ་ངལ་ཞེ་བོ་འཕྲད་བྱ་རྒྱུ་ངས་ནི་ཁྱེད་མཐོང་མ་སོང། སོ་སོ་དཔེར་ན་ནི་ང་དང་ངེད་ཀྱི་བཟའ་ཟླ་འདྲ་བོ་ཆེ་བ་ཡིན་ནས་སྣ་མོ་ཚོ་ཟི་ཡས་ཡོད། གཞོན་སྐྱེས་མང་པོ་ཅིག་ལ་ལས་ཀ་ཚེས་ནས་ད་ལྟ་ལས་ཀ་ཧྲ་ཐག་ཐག་བྱེད་བཞིན་ཡོད། ད་ལྟ་ཡང་ངས་ཁ་སང་ངེད་ཀྱི་རྒྱུགས་ཁྱི་ཅིག་ལ་ཞུས་ཡིན། གཞོན་སྐྱེས་ཁ་ཤས་ཡིག་ཆ་མེད་ནས་བསྡད་ས་མེད་ངེས། བསྡད་ས་ཡོད་པ། གླ་ཆ་ལས་ཡོད་པ། ཁྲིམས་རྡོག་འདེད་ཆོག་གོ། འདི་འདྲའི་ཡ་ཆེན་ནི་ཐབས་ཤེས་སྟངས་ནས་བྱེད་བཞག་ཡོད། སོ་སོས་མ་ཤེས་ན་མ་རྡོ་གཅིག་གིས། གང་ཡོང་ཅི་ཡོང་ཅིག་བྱེད་བཞག་ཡོད་ཟེར་ན་འདི་ཡང་དེ་རིགས་སྤྱི་འཐུས་རྣམ་པ་གཉིས་དོན་ལ་སྙན་སེང་མ་ཞུས་ན། ཡང་ང་ཚོའི་སྤྱི་དོན་ཚོགས་པའི་གི་ཀུན་རྒྱལ་ཁར་བསྡད་ནས་རྒན་བཅས་མཁས་ཀྱི་མེད་པ་སོགས་རེ་ཞིག་འདུག་བ་འདི་རྩ་བ་ནས་མ་རེད། ཧུར་ཐག་བར་ཐག་བྱེད་ཀྱི་ཡོད། བྱེད་བཞག་ཡོད། གྲུབ་འབྲས་ཡོད། ཡང་འདིའི་རྣམ་པ་ཚོ་ལ་གསལ་བོ་ཞུ་ཡ་ཡིན་ཞུ་ཡ་ཡིན་ཐུགས་ཆེ་གནང།